ཏིང་ངེ་འཛིན་ཡིས་ཡོངས་བཟླས་འདུག་པ། ཅེས། ངས་ངོ་ཤེས་པའི་བོད་པ་དེ་འདྲས་ཀྱི་ངང་བཤད་ངེས་བྱུང། རྒྱ་མིས་དམག་གི་ཐོག་ནས་བོད་དབང་བོ་རེད། རེད་དེ་ད་རིམ་པས་རིམ་པས་ཀྱི་དུས་ཀྱི་འགྱུར་བ་དང་བདེན་པའི་མཐའ་རུ་བབ་འདུག་སའི་ཡུལ་དུ་ད་ནས་བོད་ཀྱི་ཆོས་དང་རིག་གཞུང་གི་རྒྱ་ནག་དམག་དབང་ཡག་ཅིག་ཡོང་གི་རེད་ཟེར་ནས་ཨོ། བོད་པ་ཤེས་ཡོན་ཅན་དེ་འདྲས་ཁ་ཤས་ང་བཤད་ངན་བྱུང། འདི་དགའ་རོ་བདེན་པ་ཡིན་པའི་བཟོ་རུ་འདུག་དེ་རིགས་སྐད་ས་རྒྱ་ནག་ནང་ལ་ནང་པའི་ཆོས་ལ་དོ་སྣང་བྱེད་མཁན་དེ་མང་དུ་མང་དུ་ཇེ་མང་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་བ། ས་ཐག་རིང་པའི་གི་ཚིག་གི་ལོ་ཁ་ཤས་ནང་ལོག་ལ་ཡ་འགྱུར་བ་ཆེན་པོ་ཅིག་ཡོང་ཡག་གི་བཟོ་འདུག། ཨ་ནི་ང་དེ་བཙན་བྱོལ་བ་བྱས་ནས་རྒྱ་གར་ལ་བསྡད་པའི་རིང་ལ་ཨ་ནི་ཅིག་འཛམ་བུ་གླིང་ཡིན་དང་དེ་སྔ་བོད་ཀྱི་སངས་རྒྱས་པའི་ཆོས་ལ་འབྲེལ་བ་ཁྱོན་ནས་མེད་ངས་དེ་འབྲེལ་གྱི་དོ་སྣང་གསར་བ་བྱེད་དེ་ལྷག་པར་དུ་ཡ་མཚན་རིག་པའི་ནང་ནས་ཨ་ནི Quantum Physics བཤད་ངས་དེ་ཚོའི་གྲས་ཀྱི་དོ་སྣང་གསར་བ་བྱེད་དེ་གི་འདུག་ཨ་ནི་ཡང་ཅིག་ཀླད་པའི། ཀླད་གཟེར་དང་ཀླད་པའི་རྩ་དང་ཨེ་རེད་ཅིག། རྣམ་རྟོག་འགྱུ་བ་འདྲ་མི་འདྲ་ཆ་དེ་སེམས་ཁམས་རིག་པའི་སྐོར་ལ་དོ་སྣང་བྱེད་མཁན་དེ་འདྲས་ཀྱི། ཨེ་ནི། སེམས་ཁམས་རིག་པའི་སྐོར་ལ་ཡ། ནུབ་ཕྱོགས་པའི་ཚན་རིག་པའི་ནང་ལ་གཞི་ནས་གསར་པ་རེད་མ་གཏོགས་འདི་གས་ཡོག་མ་རེད། ད་ང་རང་ཚོ་སྤྱིར་མི་རྒྱ་གར་གྱི་ནཱ་ལེནྡྲའི་ཆོས་བརྒྱུད། དང། བར་སྐབས་ཡིན་ན་རྒྱ་གར་དང་མཉམ་དུ་ཡོད་དེ་ཡིན་ནའི་བོད་གངས་ཅན་གྱི་ལྗོངས་ལ་ཡང་གནའ་རབས་ཀྱི་རྒྱ་གར་གྱི་རིག་གཞུང་དེ་སྐྱེས་ཏེ་བརྟན་པོ་ཆེར་གཟིམ་དུ་ཡོད་རེད་བ། དེ་འདྲའི་ཡིན་དུས་རྩ་ནས་ནུབ་ཕྱོགས་པའི་ཚན་རིག་པ་གཅིག་གི་སེམས་ཁམས་རིག་པ་ལ་དོ་སྣང་བྱེད་མཁན་དེ་འདྲའི་མང་པོ་གཅིག་གིས་དོ་སྣང་བྱེད་ཀྱི་འདུག་བ། ས་དེ་འདྲ་ཡིན་དུས་རྩ་ནས། བསྟན་པ་རིན་ཆེན་མཆོག་གིས་མ་བསྐྱོད་པའམ་ཁྱབ་ཀྱང་ཉམས་པར་བསྐྱོད་པའི་མཆོག་དེ་ནི་སྙིང་རྗེ་ཆེན་པོའི་ཡེ་རུ་བསྐྱོད་པ་ཡི་ཕན་བདེའི་གཏེར་དེ་གསལ་བར་བྱེད་པར་ཤོག་ས་དེ་གི་ཨེ་ནི་གཙོ་བོ། སེམས་ཅན་ལ་ཕན་སེམས་རང་གི་ཐོག་ནས་བསམ་བློ་བཏང། ཨེ་ནི་དེ་དང་ཆབས་ཅིག་བོད་དོན་བདེན་མཐའ་ཇེ་གསལ་ཇེ་གསལ་ལ་འགྲོ་བདེ་ཡག་ཅིག་ཡོང་གི་འདུག་བ།

ནུས་པ་ཡག་ཐག་ཆོད་ཡོད་རེད་ད་དེ་འདྲ་ཡིན་དུས་ཚང་མ་ལོ་རེ་ཡག་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ད་བོ་ཏོ་ཚང་མས་ལྷག་བསམ་རྡོག་རྩ་གཅིག་སྒྲིལ་བྱས་བསྡད་པ་རེད་ཨ་ནི་ད་དུང་ཡང་འབྱུང་འགྱུར་གྱི་ལོ་བཅུ་ཉི་ཤུ། ང་ཕལ་ཆེར་ཚེ་ཞིག་ལོ་ཉི་ཤུ་རྩ་ཐང་གཏན་བདེ་བསྡད་གི་རེད། ཨེ་ནས་དེའི་རིང་ལ་ཁྱེད་རང་ཚོ་ཚང་མ་ལོག་པས་སྔར་བཞིན་དུ་སེམས་ཤུགས་བསྐྱེད་ནས་ཨེ་ནས་བོད་རྒྱ་ཆེ་མི་མང་ཚང་མ་ལོག་དད་པ་དང་དམ་ཚིག་གཡོ་བ་མེད་པ་བྱས་ནས་ད་ལྟ་ནང་བཞིན་བྱས་ནས་བཞུགས་ཨ། ཨེ་ནས། ཅིག་འཛམ་བུ་གླིང་འགྱུར་བ་ཏན་ཏན་འགྲོ་གི་རེད། ང་ཚོ་བོད་ཀྱི་བདེན་མཐའ་གསལ་ནས། ང་ཚོ་གཞིས་བྱེས་མི་མང་མཉམ་དོ་འཛོམས་ནས། བཀྲ་ཤིས་ལོ་ལེགས་ཀྱི་དགའ་སྟོན་བྱེད་ཡག་ཅིག་གི་དུས་ཚོད་ཅིག་ཏན་ཏན་ཡོང། ཕལ་ཆེར་ཡོང་ཡག་རེད། ཨ་ནི་ཚང་མ་ལོ་བདེ་པོ་ཆེ་ཞུ། ཨ་ནི་བཀྲ་ཤིས་བདེ་ལེགས་ཞུ་ཡག་ཡིན།